གོང་རིན་པོ་ཆེ་མཆོད་པ་དང་དེ་རིགས་མང་པོ་སོང་རེད་དེ་དེའི་ནང་ལ་གནས་རྩ་བྱེད་ཞུ་དེ་ཕུག་རོང་ཕུག་གི་བཙོན་ལ་ཡོད་རེད་ཟེར་ད་དེ་འདྲ་དེ་དེ་རྗེ་བཙུན་མི་ལའི་རྣམ་ཐར་ནང་ད་དེ་ཚོ་མང་པོ་སོ་དེ་དེ་ཚོ་གསར་པ་ཚོས་དེ་རྗེས་སུ་འགྲོགས་དང་ཙམ་བྱེད་བརྩེགས་ལ་ད་ག་རེ་འགྲོ་དགོས་ཧ་གོ་མ་དེ་རྩོམ་ཟེར་ཀ་དེ་ལུང་པ་ག་འདྲ་དེ་ལ་ཡོད་ངས་ཧ་གོ་མ་དེ། སྟག་ཧ་གོ་ཚ་ལ་དེ་རིང་ཡུར་མོ་ཁོང་དེ་གས་སོང་ཡུར་མོ་སྟག་ཕུག་ཚང་གས་དང་འདི་ཐེངས་གཉིས་དང་སང་ཡིན་དེ་རིང་ཚེ་རབས་དེ་གས་དེ་ཉི་མ་ཚེ་ལ་དེ་ཨོ་སྐྱོར་བ་གང་རུང་དེ་འདས་སོང་ཡིན་ཚེ་སྤུན་རོང་ཕུག་དེ་པས་བྱིན་རླབས་ཆེན་པོ་འདུག་ཁོ་སོང་ཡིན་ཚེ་གནས་ཚེ་ལ་བདག་སྐྱོང་སེམས་རང་ཞེ་དྲག་མི་འདུག། ཞེ་སྡང་མི་འདུག་ཡག་ཕོ་ཉི་ལུག་ལབ་རོང་འདུག་སྔགས་ལབ་རོང། དེ་ཚོ་ཡག་པོ་འདུག་ཕུག་རོང་ཕུག་སྟག་པོ་ཀྱང་འགས་ཞེ་སྡང་མེད་ལེ་འདྲ་སྐྱོ་བོ་འདྲ་འདུག་ཞེ་ལབ་ཆེན་པོ་འདུག་ཚེ། དེ་རེད་ཡག་དེ། དེ་རེད་ད་དེ་ག་རག་ཡོད་འོང་གྲགས་ཚོ་ཁོ་ལ་དྲི་རྒྱོད་རེད་མ། དེ་རྣམས་ཕེབས་སྔ་ཞེ་ནི་ད་འདྲ་རྟག་པ་བསྟན་པ་མེད། དེ་ནི་ཉི་མ་གཅིག།

ཡིན་ན་ཡང་དག་སྐྲག་སྟེ། དངུལ་གྱི་ཚུལ་ཚང་མ་ཚང་བར་རུང་དེ་རིང་ང་ཚོ་མ་ཚང་བ་རེད། དེའི་རྗེས་ལ། དེ་རེད། འདི་ང་ཐེངས་བརྩེགས་ཡོང་བ་རེད་ད་དེ་དུས་ཁོང་ཚོ་གི་རེ་བ་བརྗེད་ནས་ད་མཚམས་ཁ་གཏོང་རོགས་ཟེར། དེ་མཚམས་ཁོང་དེ་རྒྱག་རོགས་དེ་མཚམས་ཁོང་དེ་རྒྱག་གི་འགོ་དེ་དུས་ཚོགས་རེད།

འདི་རྗེས་ལ་ད་དེ་དུས་ག་ལ་བབ་ཡོད་དེ་ནི་ཕག་པོ་ཤིང་ཀུ་ལ་སྔོན་འགྲོ་གང་ཟག་ཅིག་གི་རེད། རྗེས་ལ་དེ་སྔའི་ཨལ་མོ་ར་ལ་ད་ལྟ་ང་ཚོ་ཇག་སྒྲུབ་སྡེ་ཡོད་རེད་བ། ཨལ་མོ་ར་ལ་ལོ་གཅིག་གྲྭས་བྱེད་ད་ལྟ་འདེམས་ཆོག་དེ་སྐད་བྱེད་དེ་ནི་དེ་ནི་ང་ཡར་ལབ་རྗེས་འགྲོ་འགྲོ་རེད། ལབ་རྗེས་ལ་ང་ལོ་བེ་ཇེ་སྔ་མ་དེ་ལ་དེ་བེ་ཇེ་ལོ་བཞི་ལྷག་སྔ་སེམས་རུས་དེ་འདྲ་ཅིག་ལྔ་ལྡན་བྱི་ཕྲུག་སྐྱེས་ཟིན་ཕ་གི་སྡེ་རེད། ད་ལྟ་སྡེ་ལ་ཚང་ཁང་བཞི་བཞི་ཡོད་རེད་རིན་པོ་ཆེའི་འཁོན་རིགས་ཀྱི་ད་སེམས་ཤ་རེད་བ་དེ་རྩིས་ནི་ད་ཚང་ཁང་བཞི་ཡོད་རེད་ཁོན་སྡོམ་བྱས་མཚམས་པ་དྲོ་ཨང། འདི་འབྲི་གུང་གི་ད་མཚམས་ཀྱི་རིན་པ་ཚང་མ་ཐོན་ཚར་བ། ལྔ་ལྡན་ད་ང་ཚོ་དེ་ནམ་རྒྱུན་ལོ་གསུམ་ཕྱོགས་གསུམ་ལ་ཡི་རེད་ད་ལྔ་ལྡན་ཆོས་དྲུག་ལ་ཡིར་བ་ལྔ་ལྡན་ཆོས་དྲུག་དེ་ལོ་གསུམ

གནས་ཡར་རྒྱས་གཏོང་རྒྱུ་དེ་ག་རེ་རེད་ཟེར་ན་ལུང་པ་དེ་ལ་གནས་ཡོད་རེད་ལུང་པ་དེའི་ཡིག་ཡོད་མེད་དེ་ཟེར་དེ་ར་འོང་པ་ཀྱང་འགལ་དེ་ར་དེ་མཐོང་ཚུལ་དེ་རིགས་མི་མཐོང་མ་དེ་ལ་བག་ཆགས་བཞག་བཞག་རེད་རྒྱལ་བཙུན་མེ་ལ་དེ་གྲུབ་གནས་དེ་ཡིན་དུས་ཨོ་ད་ཕུག་རོང་ཕབ་དེ་དེ་འདྲ་ཉེས་ཁོང་ཚོས་བྱེད་དེ་ང་འདོད་དེ་བྱེད་ན་དེ་ལས་ཀ་ཆུང་ཆུང་དེ་རེད་ད་བྱེད་སྟངས་དེ་ཡོང་མི་འདུག་རུག་པ་བྱེད་རོགས་ཞེས་ཨོ་ད་ཡར། སྔགས་བསླབ་རུང་མར་སྔགས་བསླབ་རུང་རེད་ཡ་ཉེ་ལུགས་བསླབ་རུང་དེ་ཚོ་ཡིན་ན་ཚེ་བླ་མ་ལྟ་མཁན་ཡོད་རེད་ལ་ཨ་དེ་འདྲའི་ཕྱོགས་ཆེན་པོ་ཡོད་རེད་ཐེབས་མཁན་ནི་ཡར་རྒྱས་སོང་རེད་མཇལ་བྱས་ན་ཨ་དེ་འདྲའི་རེད་ད་བརྩིས་དུས་འོ་ད་ཁོ་མི་ལ་རིག་པའི་དོན་མིན་དེ་ལ།